ཨོ་ལ་སོ། དུས་གུས་པ། འཇའ་ཡང་བསྟན་འཛིན་གཡེང། ཞང་ཨ་རི་ནི། ཨོ། དྲ་རྒྱ་ཅིག། ལྕགས་དགེ་བའི་དུས་ལ། སླེབས་འདུག་བསྟན་རྩ་དེ་རིང་དེ་དྲ་རྒྱ་དེ་ཐུང་ཙམ་གྱི་མི་མང་རྣམ་པ་ཕྱི་ནང་གཉིས་འདི་གསན་འདོད་ཡོད་པ་ཚང་མ་ལ་སྐོམ་པ་ཆུ་འདོད་དང་སྐོང་ཐོབ་པ་བྱེད་ཀྱི་རེ་བ་ཡོད་དུམ་བུ་དེའི་སོ་བ་ཕུར་ཚུགས་སུ་མངོན་དུ་འདེབས་པའི་སྐྱབས་མགོན་བསྟན་འཛིན་རྒྱ་མཚོ་ལ་དེ་འདྲའི་ཅི། གསོལ་འདེབས་ཞུ་གི་ཡིན། སྟོང་ཉིད་སྙིང་རྗེའི་ཟོང་དུ་འཇུག་པ་ལས་ཁྱད་ཆེ་ས་མཛད་གང་ཆད་བསྟན་འགྲོ་མགོན་ཕྱག་ན་པད་མའི་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་སོ་ཞེ་འདྲེན་ལྷུན་གྲུབ་ཞུ། འོ་དེ་ཡིན་ད། རྒྱ་ཆེ། རྒྱུན་རིང། ཞེ་དྲག་བཤད་ཡ་མེད། དཔེར་ན། སྐྱབས་མགོན་བསྟན་འཛིན་རྒྱ་མཚོ། དགུང་ལོ་དགུ་བཅུ་ཐམ་པ་ལ་བབས་ནས། ཨ་མདོ་གཙོས་པའི་བོད་མི་ཞེ་བཤད་གཉིས་ཀྱི་གོ་དོན་དེ་འཛམ་གླིང་ཡོངས་ལ་གཟེངས་སུ་ཐོན་པ། ཆེད་ཕུལ་ཡོད་རེད། ད་ཡིན་ན་ངུ་སོ། ད་ལྟ་ཀུན་འདུས་ཀྱི་བཀའ་ལ། ཡར་འདོགས་སྤྱོད་ཚོགས་ལ། གཏོར་བཤིག་དམའ་འབེབས་གཏོང་མཁན། རིམ་པས་བཤད་དེ་ལོང་ཡོང་གི་འདུག་དེ་ཡིན་ཚ་ནས་རྒས་ཕོག་གི་སྐྱེལ་སྟངས་བྱེད་ཀྱི་ཡོད་མ་ཟད་དུ་མ་ངས་ཁ་ཡོད་གང་ཡང་ཞུ་གི་མེད། དེ་ཡིན་ཚ་དུ་མི་དུ་མི། གདོང་དུ་གདོང་ཐུག་ལས་རྣམ་པ་ཚོགས་ཀྱི། དྲང་གཏམ་ཡིན་གྱི་རེད་བདེན་པ་ཡིན་གྱི་རེད། རྫུན་བཤད་གི་ཡོད་རྒྱུ་མ་རེད། མི་དམངས་ལ་སྐུལ་སློང་བཏང་ཐོག་ནས་དོགས་ཚོགས་ཀྱི་རྡ་ས་ལས་དོན་སྒྲུབ་མཁན་བཀྲ་ཤིས་དོན་གྲོས་དང་ཨ་ནེ་དཀོན་མཆོག་རྒྱ་མཚོའི་སུན་སྣང་དོགས་ཚོགས་གསུམ་གཙོས་པའི་ཨ་ནེ་དོགས་ཚོགས་མི་མི་ས་ཡ་གཉིས་སུ་གཅིག་གིས་དོགས་འདྲ་བསྟན་གྱི་ཡོད་པ་བཅས་གསུངས་འདུག་འདུག་ཡིན་རྒྱུ་རེད། དོ་ཚོགས་ལ་གང་ཡང་ཞུ་ཡ་མེད་ད་དཔེ་ན་དེ་འདྲས་ཀྱི་ཡོད་རེད། བསམ་པ་དཀའ་ཡང། དངོས་ཡོད་གནས་ཚུལ་ཐོག་ལ་མ་རན་ན། དཔེར་ན་ཧ་ཤང་གི་ལས་པ་དང་འདྲ་བར། སྤྲིངས་པ་དཀར་ནག་གང་འདྲ་བཞེངས་རུང། ཉི་མ་བགྲོད་པ་འདྲ་འདྲ་རེད། ལྷ་བསང་དཀར་པོ་ཡིན་ཡང་རུང། ལྷ་བསང་ནག་པོ་ཡིན་ཡང་རུང། རྡོག་ཐོན། རྒྱ་ཆེན་མི་མང་དང་དངོས་ཡོད་ཀྱི་གནས་ཚུལ་ཐོག་ལ་གཟན་པ་ཞིག་དང་མ་ཕན་པ་ཞིག་འདུག་ན། ང་ལྷ་བསང་དཀར་པོ་ཡིན། ཞེས། ད་སྐྱར་བས་ཀྱི་མི་འགྲིག། ལྷ་བསང་དེ་ལ་ལན་དུ་བསྒྱུར་བས་ཀྱི་སྐབས། ཐོག་དེར་དངོས་ཡོད་ཀྱི་གནས་ཚུལ་ལ་ཕན་གྱི་འདུག་གམ། རན་གྱི་འདུག་གམ་དུད་འགྲོས་ག་འདྲ་ཞིག་ཐོན་གྱི་འདུག་གམ། བསམ་བློ་ཏན་ཏན་ཞིག་བཏང་དངོས་དོན་ལ་ཕན་གྱི་འདུག་ན་ལྷ་བསང་ཡིན་པས། ལྷ་བསང་ཡིན་པ་ཡིན་གོ་ཆོད་པ་རེད། ཕན་གྱི་འདུག་ན་ངས་ལྷ་བསང་ཞེས་པ་ཡིན་ཞེས་བཤད་པ་སོ་སོའི་རང་མགོ་ཕུད་མཐོ་ཙམ་ཞིག་ཡོང་གི་རེད་དེ། ཕ་ཕྱོགས་དེར་ཐལ་ཆར་འགྲོ་དགོས་འགྲོ་དགོས་ཕྱིན་ཚར་བ་རེད། དེ་འདྲ་སོང་ང་ཚོ་ལྷིང་པོ་བྱ་རྒྱུ་དེ་ཞེ་དྲག་གལ་ཆེན་པོ་འདུག་ཟེར་ནས་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་སྙིང་བསྡུས་དེ་འབྲེལ་གྱིས་གསུངས་ཡོད་རེད། ད་རྡ་ས་དོ་རྒྱ་ཚོགས་པ་གིས་བོད་བསྟན་པ་ཆབ་སྲིད་ལ་ཕན་རྒྱུ་ཡོད་པ་དང། བོད་མིའི་ཞལ་བཞེས་གཉིས་འདི་འཆམ་མཐུན་དང་མཐུན་སྒྲིལ། རྡོག་རྩ་གཅིག་སྒྲིལ་ཡོང་གི་ཡོད་པ་གི་ལས་ཀ་མང་པོ་རྒྱ་ཆེ་རུ་སྐོར་བྱས་ཡོད། ཏེ། ཡིན་ཀྱང། ྋགོང་ས ྋསྐྱབས་མགོན་ཆེན་པོ་ཁྱོད་ལ་ཚིག་མེད་དང་ལྡན། ཨཱ་ནི་ཏཱ་ལའི་རུ་ཚོགས་ཀྱི་ཨཱ་ནི། ཟོང་དོང་བླ་མ་དང་ཨཱ་ནི། དགའ་ལྡན་ཕོ་བྲང་གི་ཀོ་དགེ་ཡིད་ཚང་དྲུང་ཆེ། བློ་བཟང་གཞོན་པ་གཙོས་བའི་ཀྱི་ཨཱ་ནི། ངོ་སོ་དོགས་ཚོགས་ལ་ཨཱ་ནི་ཚིག་མཚོན་དམའ་འབེབས་རིམ་པ་བྱས་ནས། གཏང་རྒྱུ་ཡོད་པ་དང་དེ་འབྲེལ་གྱིས་གསུངས་ཡོང་གི་འདུག། ཨ་ནི་བསྙེན་པ་སྟེ། ཨ་ནི། ད་ཏཱ་ལའི་བླ་མའི་རྗེས་འཇུག་གིས་ཁོ་རང་ཐོབ་མ། གར་ཚ་གི་ཚོགས་མ་ཐོབ་ནས། ཨ་ནི་ད་ལོ་རྒན་མགོ་ཆེ་ནས། སྐད་ཆ་ཡང་ཏག་ཏག་ཅིག་བསམ་པ་ནང་ལ་དྲན་མ་ཐོགས་པ། དེ་འདྲའི་ཅིག་གི་ཐོགས་ཟེར་ནས་གནས་ཚུལ་མང་པོ་ཅིག་སྒྲ་གདངས་དཔག་པ་དེ་ལ་དོ་རྒྱ་མཚོ་ཕག་ནས་བློ་ཕག་དང་ངོ་རྒོལ་ཡོད་ཟེར་གྱི་འདུག། ད་ཡིན་རྒྱུ་རེད་སྐྱབས་མགོན་རིན་པོ་ཆེ་དགུང་ལོ་དྲིས་པོ་རེད། མི་གི་སྣང་སྤྱོད་ལོ་རྒན་དུ་འགྲོ་དུས་དམར་འགྲོ་ཡ་མེད་ཐོར་འགྲོ་ཡ་མེད་དུས་ཨ་ནི་ཚོགས་ནང་མ་ཤེས་པར་འཁྲུལ་སྣང་གི་ཐོགས་སུ་ནས་སྐད་ཆ་ཁྱེད་རང་སོང་ལ་བཤད་ཡོད་ན་དོན་ག་གི་ཐོགས་ལ་བཤད་ཤག་གང་གི་ཐོགས་ལ་བཤད་ཤག་ཨ་ནི་དོ་རྒྱ་དེ་ནས་སྐྱབས་མགོན་བསྟན་འཛིན་རྒྱ་མཚོ་གིས་ཞེས་གཏན་ལ་ཕབ་པའི་སྐད་ཨ་ནི་ལྗགས་ཀུན་ཁྲི་ལྔ་པ་ནས་བཟུང་སྟེ་ཨ་ནི་དོགས་ཚོགས་ཀྱི་དོགས་ལྗགས་ཀྱི་ཨ་ནི་མི་ལ་སྲོག་ཆད་དབང་ལེན་དང་ཨ་ནི་རུ་བ། མ་ངེས་གཡོ་སྦྱོར་གྱི་ཨ་ནི་བཀྲ་མ་ཤིས་པ་རྐྱང་རྐྱང་བྱེད་ཀྱི་ཡོད་པ་དེ་ཨ་ནི་གསལ་པོ་གསལ་རྐྱང་གྱི་རྟགས་ཀྱིས་བསྐྱེད་ནས་སྐྱབས་མགོན་རིན་པོ་ཆེ་གི་ལོ་དུ་མ་དུ་བཞེས་ཡོད་རེད་ད་ཡིན་ན་ཁྱེད་རང་སོགས་ཀྱི་ཤེས་སྟངས་ལ་ལྟ་ན་ཨ་ནི་རྒྱ་སྐུ་མགྲིན་ལྔ་པ་དེ་བོད་པ་མ་ཡིན་པ་ཟ་ཧོར་གི་གཡོན་ཨ་ནི་ཕ་ཁྱེད་འབངས་ལ་དེ་ཤི་ནི་རེད་མདོག་མདོག་དེ་འདྲས་ཀྱི་ད་ལྟ་གསུང་འདི་དགོས་འདུག་དེ་འདྲས་སྐྱེས་པ་རྒྱག་མཁན་བཀྲ་ཤིས་རྒྱ་མཚན་གྱི་ཞེས་ཐོ་གུ་རི་བའི་ཁྱི་རོ་དམར་སྐྱེས་ཀྱི་མི་རབས་མང་པོ་གོང་ནས་མིག་ཧྲིལ་ཐུ་སོ་ཆགས་པ་ཁྱོད་རང་ད་ལྟ་ཁ་བདེ་པོ་དེ་ག་ནས་ཆགས་ཀྱི་ཡོད་རེད་ཞུ་ཡ། དེ་འདྲ་རྒད་པོ་གི་ལན་གཅིག་དེ་ཡིན། གཉིས་པ་དེ་དཀོན་མཆོག་རྒྱ་མཚན་ད་ལྟའི་བོད་ལ་འགྲོ་ནས་དོག་རྒྱག་དཔེ་ཡག་དང་རོ་བོ་དགའ་ལྡན་པ་གའི་ཨ་ནི་རྗེ་རིན་པོ་ཆེ་གི་བསྟན་པ་སྦྱང་དགོས་བསྟན་འཛིན་སྦྱང་ཐུབ་པའི་ནུས་རྒྱུ་ཡོད་པ་ཁྱོད་རང་གི་གསལ་བསྒྲགས་ད་བར་བྱས་པ་ངོ་སོ་པུ་རུབ་གསལ་པོ་བྱས་རྒྱ་མི་གུང་ཁྲན་གི་སྡེ་ཁོ་རང་བསྟན་དུ་ཡོད་རེད་ཁྱོད་རང་དེ་ཤེས་ཀྱི་ཡོད་རྒྱུ་རེད་ཨ་ནི་དེ་ག་ནང་ཤེས་སི་ན་རྡོ་བཟོ་ཡིན་སི་ན་དངོས་གནས་བཤད་ན་དོ་རྒྱ་ཡིན་མིན་ཐེ་ཚོམ་རེད་ཁོ་རང་སྐྱ་ར་སྤེན་པ་ནི་ཡིན་ཚད་དེ་མང་ཆེ་ཤོས་སྙུག་མ་རེད་མི་ཚད་དགེ་ལུགས་པ་ཞེ་དྲག་ཡོད་མ་རེད་ད་ཡིན་ན་དོ་རྒྱ་ཡིན་ཟེར་གི་རེད་ཡིན་གྱི་རེད་བསྟན་དུ་འགྲིག་གི་རེད་བྱེད་དུ་འགྲིག་གི་རེད་པ་དུ་འགྲིག་གི་རེད་ཁྱེད་རང་ལ་ངན་པའི་རྒྱ་ཡོག་ཅིག་གི་ལས་ཀ་ཆེན་པོ་ཅིག་འགྲོ་ཡ་ཡོད་པ་དེ་ནི་གསལ་པོར་ཨ་མི་རི་ཀ FBI གིས་ཤེས་གི་ཡོད་རེད་སྲིད་དབང་ལས་ཁུངས་གིས་ཤེས་གི་ཡོད་རེད་ཨ་ནི་དུ་སོ་གཟབ་གཟབ་གནང་དགོས་རེད་ཞུ་ཡ་ཡིན་བོད་པ་ཅིག་ཡིན་པའི་ངོ་ནས་ཨ་ནི་ད་ལྟ་སྐྱབས་མགོན་བསྟན་འཛིན་རྒྱ་མཚོ་གིས་གསུངས་བཤད་མ་དེ་ལ་བཀའ་ལ་ཡང་འདོགས་བྱེད་ཡ་དེ་ནི་ཁྱེད་རང་ཚོ་ནོར་བ་རེད་ཞུ་ཡ་ཡིན་ཀུན་འདུས་གིས་བོད་མི་འཁྲུངས་ཁོག་བཅུ་གཉིས་དེ་རྩ་ཆེ་རེད་མི་སྲིད་དོ་རྒྱ་ཆུང་ཆུང་གཅིག་ངས་གཅེས་འཛིན་བྱས་གཅེས་འཛིན་བྱས་ནས་རྩ་ཆེན་པོ་བྱེད་ཐུབ་གི་མ་རེད་ཟེར་ཡ་དུ་དྲང་པོ་བདེན་པ་ལྷག་བསམ་གཡོ་མེད་ཀྱི་ཐོག་ནས་གསུང་ཆེན་པོ་དེ་ཁྱེད་རང་ཚོ་སྙིང་ལ་ཕོག་ན་ད་བྱེད་ཡ་ཡོད་མ་རེད་ཞུ་ཡ་ཡིན་དེ་གཅིག་ཡིན་ཨ་ནེ་ཟོང་དོང་བླ་མ་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ་བློ་བཟང་ཞིན་པ་གིས་གསུང་ཆེན་པོ་དེ། བོད་བསྟན་པ་ཆབ་སྲིད་ཀྱི་འདི་ཉིད་ཀྱི། ཉམས་མྱོང་ཅན་དང། ལྷག་བསམ་ཅན་དང། སྐྱེ་ཤེས་ཅན་དང། བརྟག་དཔྱད་ཅན་དང་དོན་འབྲས་ཐ་མ་ལ་བརྟེན་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ནང་བཞིན། དགེ་སློང་དག་ག་གིས་གནང་ཅིག། གསེར་གྱི་ཟླ་བའི་གསེར་བཞིན་དུ་ང་ཡི་རྟགས་ལ་ལེགས་པར་སྤྱོད་བླང་བར་བྱ་ཡི་གུས་ཕྱིར་མེད་གསུངས་ནས་དེ་འབྲེལ་གྱི་ཐུགས་ལ་ཞབས་ཕེབས་ནས་ཏེ། དོ་རྒྱ་དེས། ཨ་ནི། བོད་བསྟན་པ་ཆབ་སྲིད་ལ་གནོད་ཀྱི་ཡོད་པ་ཁྱེད་ཨ་ནི་བརྒྱ་སྐུད་མཁྲིག་བཅུ་གསུམ། བརྒྱ་སྐུད་མཁྲིག་ལྔ་པ་ནས་བཟུང་སྟེ་རིམ་པས་མ། དེ་ནི་ཤེས་ནས་ཨ་ནི་སྐུད་མཁྲིག་བཅུ་གསུམ་པ་ནས་བཟུང་སྟེ། སྐྱ་རྒྱལ་ཕོ་རང་དགའ་བདེ་ཆེན་སྙིང་པོ་འདི་སོ་ལྟ། ལུང་མང་པོ་སྒྲོན་ཚར་རེད། སྐྱ་ཀོར་ཡོང་ཁུངས་ཞུ་མི་དགོས་རེད། སྐྱ་མགོན་རིན་པོ་ཆེ་ལ་ཁྱེད་རང་གིས་དམའ་འབེབས་དང་ཚོད་འཛིན་བཏང་ནས་འཛམ་བུའི་གླིང་ལ། དུས་མཚམས། སྐྱ་མགོན་བསྟན་འཛིན་རྒྱ་མཚོ་གི་དགོངས་པ། བླ་ཆེན་གྱི་གཟིགས་རྒྱས་དེ། ཡང་དག་པར། ཅིག། དད་པས་འགྲོ་དང། འགྲོ་བཞིན་པ་ཅིག་དང། ཁོང་གི་འདོད་དོན། ཚང་མ་ལྷུན་གྱིས་འགྲོ་གི་ཡོད་པ། ཨ་ན་ཅིག་མིག་ཚ་ན་བྱེད་ཡག་གང་ཡང་ཡོད་མ་རེད་སེང་དེ་ཁྱེད་རང་ཚོ་སྐུལ་འདེད་བྱེད་ཡག་དེ་སོ་སོ་སོ་སོ་ཉམས་དམས་སུ་འགྲོ་ཡག་རེད་མ་ད་སི་གང་ལ་ཕན་གི་མ་རེད། ད་དོན་དག་སྙིང་པོ་དེ་མི་མང་ཚོ་ཨ་མཆོག་ནང་ལ་འདམ་པ་བླུག་ན་གཅིག། ཟས་བླུག་ན་གཅིག་བྱེད་ན། ཉི་མ་གཅིག་ཀྲོག་ཀྲོག་ཟེར་དེ་ངོ་སོ་ཚ་གི་ཡོད་པ་ཅིག་ཨ་ནེ་གནས་ཆུང་ཆོས་རྒྱལ་ཆེན་པོ་གི་བཀའ་ལུང་མཐར་སེང་ཟླ་བ་གཅིག་ནང་ཕེབས་པ་ན་ལ་ད་བོད་པ་སོང་གཙང་ཕ་ཟ་ཚད་ཅིག་ཏུ་བསྒྲིལ་བ་ཞེས་ན་གནའ་བོའི་མཐོ་བོ་ཅན་ཅིག་བཞག་དགོས་ཡག་གི་དུས་ཚོད་ཀྱང་བསླད་དགོས་འདུག་གལ་སྲིད་དེ་འདྲའི་བྱུང་བ་ཡིན་ཟེར་ན་སྐྱབས་མགོན་བསྟན་འཛིན་རྒྱ་མཚོས་ཀྱི་མཐའ་མའི་གི་མཛད་འཕྲིན་དེ་འཛམ་བུ་གླིང་གི་ཉི་མ་ཉི་མ་འདན་འདན་ཅིག་ཡོང་གི་ཡོད་པ་ད་ལྟང་ཡང་མཛད་འཕྲིན་ཡོད་པ་ཅིག་གསུངས་ཡོད་པ་དེ་གསལ་པོ་རེད། དེ་དག་མ་བཤད་ན། ད་མུན་ནག་ནང་ལ་བོད་པ་དེ་ལྷུང་གི་ཡོད་པ་དེ་ད་ཕ་ཆེ་འདྲ་བར་ཆགས་དེ་ཤ་ད་ལྟ་གི་གནས་སྟངས་དེ་ལ་ལྟ་དུས། རྒྱ་ནག་གུང་ཁྲན་གྱི་མགོ་སྐོར་བསླུ་ཁྲིད་ཀྱི་ཐོག་སུ་ནས། བོད་མིའི་གཞུང་གི་ལས་བྱེད་པ་ཡིན་ན་རེད་ལས་བྱེད་པ་མ་ཡིན་པ་ཡིན་ན་རེད་རྒྱ་བོད་ནང་ལ་འགྲོ་ཆོག་གི་འདུག་པ་སུ་སྤྲད་གི་ཡིན་ཟེར་དུས་བུ་ཡུག་ཚོ་ཚོ་འགྲོ་འདུག་གི་མང་པོ་ཅིག་པགས་སུ་བྱོན་མཁན་གཞུང་ཞབས་དེ་ཚོ་ངོ་ཚ་པོ་ཞེ་དྲག་རེད། དེ་འདྲའི་ཡིན་ན། མགོ་པགས་ར་གོ་བྱས་ནས་ཁྱི་རྒྱ་ལ་དྲུད་འོང་ག་རེ་བྱེད་པ་བོད་ལ་བསྡད་མ་གཏོང་ནས། འོ་ད་ལྟ་འགྲོ་མཁན་དེ་ཚོ་གཟབ་གཟབ་གནང་དགོས་རེད། དེ་ལ་རིགས་མང་པོ་ཡོད་རེད་དེ་ཚོ་བོད་གཞུང་གི། རྩིས་དྲུག་རྒྱག་གི་རེད་ད་རྩིས་དྲུག་རྒྱག་གོ་རྩིས་དྲུག་རྒྱག་དགེ་རྒན་ངོ་གཉིས་རྩིས་དྲུག་བྱེད། མང་ཚོགས་རེད་འགྲོ་ཆོག། བདེ་མཆོག་རང་དབང་ཡོད་རྒྱུ་རེད་དེ་ཁྲིམས་དང་ལུགས་སྲུང་ནས་འགྲོ་ན་ཡག་པོ་ཡོད་རེད་མ་གཏོགས་རྒྱ་མི་གུང་ཁྲན་གྱི་ཨ་ནེ་ད་སོ་སྔོན་མ་སུས་སུས་ལ་ཞིས་བཏང་མཁན་སྐྱེ་དམན་གྱི་ཡོ་བ་འོ་དེ་ནང་བཞིན་བློ་སོགས་རྒྱ་ནས་བོད་བསྟན་པ་ཆགས་སྲེད་ལ་ཕན་པ་མ་ཡིན་གནོད་པ་བྱེད་སྲིད་ན་ཨ་ནེ་ཁྱེད་རང་སོང་མཐའ་མ་མཐའ་གཞུག་དེ་ཨ་ནེ་མི་ལུས་ལེན་པ་གོ་མ་ཆོད་པ་ཆགས་ཀྱི་རེད་དོ་ཟེར་ངས་རྒད་པོ་གིས་བློ་རྒྱ་གཙང་མ་རྒྱག་གི་ཡོད་འགྲོ་མཁན་དེ་ཚོ་ཟབ་ཟིག་བྱས་ན་མ་གཏོགས་རྒྱ་མི་གིས། རིགས་གཅིག་ལ། ཀུན་སློང་སྤྲད་བློ་སྲོག་སྤྲད་དཔེ་ཤག་སྤྲད་བྱེད་ཀྱི་ཡོད་པ་དེ་གསལ་པོར་ཆགས་ཏེ་བཞག་ད་ད་ལྟ་གནས་དེ་ལ་རྒྱ་ནག་གུང་ཁྲན་ཏང་གིས་བེད་སྤྱོད་སུ་གཏོང་གི་ཡོད་རེད་ཟེར་ན། དོ་རྒྱ་ཚོགས་པ་བཏང་ཡོང་གི་འདུག་བ། ཨ་ནི་ངན་པ་བླ་སྲོག་ཡིན་ཡིན་བ་རེད། ཨ་ནི། དེ། དེ་འདི་ཞོར་ལ་ལྡི་ལི་ཆིན་ཀང་བེད་སྤྱོད་བཏང་གི་ཡོད་པ་དེ་གསལ་པོ་རེད་གངས་ཅན་སྐྱིད་གཤོངས་ལ། རྙོག་གླིང།

དྲུག་དེ་དུ་ཕན་ལས་ལྡན་པའི་གི་བོད་མི་མང་གི་བདེ་སྡུག་ལྟ་ཡོད་ན་ཨ་འགྲིག་གི་རེད་ང་བསམ་ན་ང་རྡ་རམ་ས་ལ་ཡོད། གླིང་དགོན་ལང་ཀ་ལ་ཐེངས་ཁ་ཤས་སུ་ཁྱུ་ཚོགས་ཚོགས་ས་ལ་ཨ་མཆོག་ཉོན་ཀ་ཆེན་པ་ཡིན། སྒྲ་ཟེར་ནས་ཞེ་དྲག་མ་ཉོན་ན་སྐད་ཤ་འཁྲུ་ས་མང་པོ་རག་སོང་སྟེ། ད་རན་གི། སེམས་ནང། བསམ་པ་དེ་དོན་དག་དེ་འགྲུབ་མ་སོང་བསམ་པ་གྱིས་བྱུང་མི་སྲིད་དོ་སྤྱི་དང། ཁྱུ་ཚོགས་ཡག་པོ་ཚོགས་ཡོད་རྒྱུ་རེད་འགྲོ་སོང་གཏོང་སྟངས་མང་པོ་དེ། ཨ་ནི། བོད་གཞུང་གི། བོད་གཞུང་གི་གོང་མཛོད་ནང་བཏང་བ་རེད་བ། ཨ་ནེ་ཆོས་ལྡན་ལས་ཁུང་གི་བཏང་བ་རེད་གོ་དེ་གཅིག་རེད། ཨ་ནེ་ཆོས་ལྡན་ལས་ཁུང་གི་བཏང་བ་ནང་བཞིན་གོ་སྒྲིག་བྱས་ནས་ཆོས་ལྡན་གྱི་སྟངས་འཛིན་བྱས་ཐོབ་མ་སོང་གསལ་ཡ་དེ་དངོས་ཡོད་ཀྱི་གནས་ཚུལ་ཡིན་རྣམ་པ་སོ་གཟིགས་དང། ཨ་ནེ་སྤྱི་འཐུས་ནང་ལོགས་ལ། ཆོས་ལུགས་སྤྱི་འཐུས་ཡིན་ཟེར་དཔུང་པ་མཛད་འདི་གའི་དུས་སུ། ཨ་ནེ་དེ། བླ་ཆེན་ཁག་གི། ཚོགས་འདུ་ནང་ལ་ཨ་ནེ་ཁོ་སོགས་སྐད་ཆ་བཤད་ཡ་དང། གྲོས་བཤད་ལ། སྒ་རྒྱ་རྒྱ་ཡ་ཁོ་སོགས་ཐོག་ཐང་ཁྱག་ནག་བཙལ་ཡ་དེ་ཨ་ནེ་གསོ་སྐྱོང་སྤེན་པ་ཚེ་རིང་ནོར་བ་རེད་ཟེར་ཡ་དེ། དངོས་ཡོད་ཀྱི་གནས་ཚུལ་གྱི་ཐོག་ནས་ཤོད་གི་ཡོད་ནོར་བ་ལ་ནོར་བ་བཤད་ཆོག་གི་རེད། ཡོ་སྲང་བཤད་ཆོག་གི་རེད་ནོར་བ་རེད་དེ་རྟ་མཚན་ཁྱོད་བདེན་ལས་ཁུང་གི་ད་རིང་ཡང་དག་པ་ཅིག་གནང་མ་ཐོག་པ་དེ། ཚོང་དུད་གྱིས་ཆེན་པོ་དེ་འདྲས་ཀྱི་ཚོ་ཨ་ནེ་ཁྱོད་ལན་གང་བསླབས་སོང་སྟོང་པ་ཕྱིན་སོང་ཟང་ཡ་ཀྱི་ང་ང་སྐྱིད་པོ་གི་ས་མཚོན་མ་རེད། བླ་མ་མང་པོ། དེ་ནང་མཐོ་རྒྱུགས་བྱེད་མཁན་གསར་འཚོ་མང་པོ། བློ་ཕམ་བྱུང་ཡོད་རེད་དེ་ཚོ་དངོས་ཡོད་ཀྱི་གནས་ཚུལ་ལ་ཆགས་བསྡད་ཡོད་རེད་དེ་ཅི། ཡིན། ད་བརྙན་པར་ཐོག་ཚོད་ལ། ཨ་ནི་ད། ལོ་ཉེར་བཞི་རྩ་གྲངས་ནང་ལ། ཨན་དོ་ཇག་གིས། འཇམ་པོ་དང་ཞི་བ་དང། བོད་མི་མང་ལ་གསོ་སྐྱོང་དང་བོད་མི་ས་ཡ་དྲུག་ལ་ཕན་ལས་ལྡན་པ་བྱུང་ཡོད་ན་ཨ་ནི་མི་ཚེའི་ཁྲ་ཞོ་ཁོམ་པ་མེད་རྒྱབ། མི་རྡུང།

གཉིས་ཟླ་སོང་དེ་ནིའུ་ཡོག་ལ་གནམ་འོག་གི་གསར་འགྱུར་ཟེར་ཡག་དེ་རྩ་མེད་བློ་དགའ་ཟེར་མཁན་ཁྱེད་པ་དེ་ཡིན་ཟེར་ད་རེས་སུམ་ཁོ་སོ་ད་ད་བཤད་ན་ད་རུ་ཕ་རན་སི་ཡིན་ན་གཅིག་ལ་ཞེ་ཆད་ཟེར་དྲ་རྒྱ་ཞེ་ཆད་བྱས་ཡོད་བོད་པ་སྤྱོད་ཚོགས་ནང་ལ་དེ་ནས་བཟང་ངན་གྱི་དབྱེ་འབྱེད་བྱེད་དགོས་ཡིན་སྐྱབས་མགོན་རིན་པོ་ཆེ་ལ་ངོ་རྒོལ་མཐའ་གཅིག་ཏུ་རྒྱག་གི་ཡིན་ཟེར་ཁོས་སྔོན་མ་ནས་བཤད་དེ་རེད་དེ་ནས་བ་གཅིག་ཁོ་འཇམ་པ་རེད་ཞེས་དོན་མ་ཐོར་ད་ཁོ་དོན་ནས་དུས་སང་བཤད་མོ་དེ་རྒྱ་མི་གུང་ཁྲན་སྐད་ཤོད་དུ་གོ་ས་ལ་སྐྱབས་མགོན་རིན་པོ་ཆེ་གི་ཚིག་ཁ་ཁ་ཤས་ཅིག་གིས་རྒྱ་ནག་བདེ་མ་གཏོགས་པར་བསྒྲུས་ལ་ཚང་མ་ཟུག་ཏུ་གོས་ཆགས་པ་དེ་ད་རྒྱ་ནག་གིས་བེད་སྤྱོད་དུ་སུ་གཏོགས་དགོས་རེད་ཟེར་ན་དོ་རྒྱ་ཚོགས་པ་བཏང་བ་གསལ་བོ་ཆགས་ཏེ་འདུག་བ། དེ་བཏང་ན་པེ་ཤ་ཐིག་གི་བདེ་མ་ཐོབ་ནས་ད་ཚོད་མི་མང་ནང་ལ་མགོ་སྐོར་བཏང་ནས་འཛུལ་ཡོང་མི་ཐུབ་མི་མང་སོང་རྣ་བ་སྲིད་པའི་མཛའ་གཅུགས་མ་གནང་རོགས་ཞེས་ཞུ་ཡ་ཡིན་དེ་གིས་ཆེན་པོ་གཅིག་ལ་ཐུག་དུ་ཤ་དེ་འདྲས་ཡིན་ས་དེ

ཀྲང་ཀོན་བསྟན་འཛིན་རྒྱ་མཚོ་གི་བཀའ་དྲིན་ཉེས་པའི་བོད་པ་ཚང་གི་ཡག་པོ་འཚོ་ཞེས་དགོས་རེད་ད་ལྟ་ཨ་མཆོག་ནང་ལ་བླུག་མཁན་དུ་སུ་ཁྱེད་རང་ཚོ་ཤེས་སྲིད་ན་འགྲོ་ས་ཐོག་ཁོང་ཡོད་མ་རེད་ད་ཨ་ནི་ངོ་སོ་ཚ་བ་རེད་ལོ་གཞོན་སྐྱེས་དུ་སུ་ཡིན་སྲིད་ན་འོ་རེད་ངོ་སོ་རང་བཙན་བྱེད་ཆོག་གི་རེད་རང་བཙན་གི་ངོ་རང་བཙན་གི་ཐོག་ཐང་ཡོད་རེད་རང་བཙན་གི་ངོ་རང་སོང་ལ་ལ་དར་བྱེད་ཆོག་ཡོད་རེད་དེ་ཡིན་ན་ངོ་སོ་སྲོལ་རྒྱུན་དང་མཐའ་རྒྱུད་ཟེར་ཡག་ཅིག་ལའང་དེ་གར་འགྲོ་དགོས་ཏེ། ཨན་ཏག་ཏག་དེ་རྒྱ་མི་གུང་ཁྲན་ལ་རྙོག་ས་དེ་དབུ་མའི་ལངས་མ་དང་མེད་དུས་ཨ་ནི་དེ་ཡི་རྙང་འདྲེན་རྒྱང་ཐོག་རེད། ཨ་ནི་འཛམ་བུ་གླིང་འགྲོ་བ་མི་གི་ཐོག་ཐང་གི་ཐོག་ལ་བོད་པ་ལ་རྒྱ་གཏོགས་བྱེད་མཁན་གི་ཚོགས་སྡེ་ཁག་ནང་གི་ཚང་མ་གི་ཨ་ནི་དབུ་མའི་ལངས་གི་ཐོག་སུ་ནས་སྐྱབས་མགོན་རིན་པོ་ཆེ་ལ་ཡང་འཛམ་བུ་གླིང་ལ་དམིགས་སྒོ་འབྱེད་ཐོག་པ་དེ་དབུ་མའི་ལངས་གི་ཐོག་ནས་ནོ་བེལ་གཟེངས་རྟགས་ཞེས་ཀྱི་རགས་པ་དེ་དུ་རྣམ་པ་ཚོ་ཡང་བསྐྱར་ཡང་བསྐྱར་ཤེས་པ་ཤེས་ན་ཡག་པོ་མེད་འགྲོ་བསམ་གྱི་འདུག་དེ་ཁ་ཤས་ཀྱི་ཤེས་ཀྱི་ཡོད་ས་མ་རེད་དེ་སང་ཡང་རང་བཙན་ཟེར་ན་ཞོ་བོ་ཅེ་གླེང་ཆོག་ཆོག་ཐུག་གི་ཡོད་མ་རེད་དམ་རྒྱ་གུང་ཁྲན་འཛོམས་པོ་གླིང་ནང་རྫུན་བཤད་མཁན་མ་བིན་བཤད་མཁན་མགོ་སྐོར་བཏང་མཁན་གླུ་ཤུགས་གཞན་མཐོང་མཁན་གྱི་དཔེ་ཤ་གཏོང་གི་ཡོད་མཁན་དེ་རྒྱ་གུང་ཁྲན་ཆགས་དུས་ར་དུས་སང་ཉམས་དམན་ལ་མ་འགྲོ་བའི་སྐབས་སུ་ལ་ཨ་ནེ་སྐྱབས་མགོན་བསྟན་འཛིན་རྒྱ་མཚོ་གིས་བླ་ཆེན་ཁག་ཏུ་དུར་སྲོལ་ཡོངས་སུ་རྫོགས་པ་མི་མང་ལ་དེ་དུས་ཆེན་བདག་རྒྱ་སྐུ་འཕྲེང་བཅོ་ལྔ་པ་དེ་དགོས་ཀྱི་ཡོད་ན། མི་མང་དག་དེ་བླ་ཆེན་ཁག་རེད་དེའང་ནང་བཞིན་དགའ་ལྡན་ཕོ་བྲང་རེད་ཨ་ནེ་ཐག་རང་གིས་ཀྱིས་བྲུས་དམུ་ལ་བྲུས་ཟེར་ནི་རང་ངོས་ནས་ཡིན་ཟེར་ན། ཞི་བ་དང། ཞི་བདེ་དང། ཨ་ནེ། ཡོད། ཡུལ་གནས་ལ་འགྱངས་བ་གཅིག་གི་ཐོག་ལ་ང་ཡང་སྲིད་ཡོང་གི་རེད་མི་སྲིད་རྒྱ་གུང་ཁྲན་ས་ལ་ཡོང་གི་མ་རེད་ཟེར་ན་ཐག་གཅིག་བཅད་ཚར་ནས། སྐུ་མགྲོན་བཅོ་ལྔ་པ་དེ་མི་སྒེར་སོ་གང་རིགས་ཐོག་ཟེར་ན་ཡང་སྲིད་བཙལ་བྱོལ་བྱེད་མི་དགོས་པ་བཅས་གསལ་པོ་ཆགས་ཟིན་དེ་ད་ལྟ་སྒེར་སོ་སོ་གཅིག་གིས་ཡང་སྲིད་བཙལ་བྱོལ་ཡིན་ཟེར་ནས་དཔེ་ཤག་བསྡུ་འགོད་མང་པོ་བྱས་བྱས་བྱས་མ་ཐུབ་སོང་ད། རྣམ་པ་སོང། སྲིད་ས་འོག་ལ་ཡོད་ན་འོད་ནམ་མཁའ་མཐོན་ལ་ཟུག་ནས་རྣམ་པ་ཚང་གི་མཆན་འགོད་ཡོད་རྒྱུ་རེད་དུ་སོགས་ཐུགས་སེལ་གནང། ཨ་ནི་ད་ལྟ་ངོ་སོ་བཅུ་ཚོགས་ནང་ལ་ཚོགས་པ་མང་པོ་ཡོད་རེད། ཚོགས་པ་མང་པོ་ཡོད་རེད་སྐྱིད་སྡུག་མང་པོ་ཡོད་རེད། བོད་སྐྱོད་པ་གི་ལས་འགན་གང་གི་ཐོག་ལ་ལས་དགོས་དགོས་གང་གི་ཐོག་ལ་བྱེད་དགོས་ཟེར་ནས་ཚང་མ་མི་འདུག་བ། དཔའ་མགྱོགས་བསགས་ཡ་དང། ཨ་ནི་མིང་དང། གོ་ནི་དང། ཨ་ནི་གཡོ་འོག་ལ་འཛུལ་ནས་ཨ་ནི་ང་རོན་པོ་ཆེ་རྐྱང་རྐྱང་བྱེད་ཟིན་ན་དེ་གིས་བོད་བསྟན་པ་ཆགས་སྲིད་ལ་ཕན་ལས་གནོད་ཆེ་སྲིད་མགོ་ལས་དམའ་ཆེ་སྲིད་ཡོང་གི་ཡོད་པ་གསལ་པོ་ཆགས་དེ་ཡོད་དེ་རྐྱང་གོ་རོན་པོ་ཆེ་གི་ཁ་ཡོད་ལག་ཡོད་ཀྱི་ཐོག་སུ་ནས་ཕན་ཐོག་འགྲོ་ཡས་དེ་འདུག་ན་བྱས་ཤོག་ཨཱས་རྫུན་དང་མགོ་སྐོར་གཡོ་རྒྱུའི་ཐོག་སུ་བྱས་ཟིན་ན་དེ་འགྲིག་གི་མ་རེད་གསུངས་ནས་ཐག་གསལ་པོ་གཅོད་རྒྱམ་དེ་སངས་རྒྱས་ཀྱི་བསྟན་པ་གི་ཡིན་ཟིན་ན་བསྟན་པ་དེ། ཡང་དག་པར་གྱི་བཟང་སྤྱོད་ཀྱི་ཐོག་སུ་ནི། བྱང་དང་རྩ་བ། སྙིང་རྗེ། རྟོགས་པ་གྱི་དུས་སུ་ནི་འགྲོ་དགོས་པ་བཅས་ཀྱི་ཐོག་ནས་ལམ་སྟོན་གནང་བཞིན་པ་དེ་དེ་རིང་ཚོགས་གཉིས་འཛོམས་པའི་གླིང་ལ་ཀུན་ལ་གྲགས་ལྡན་པ་དེ་སྤྱང་མགོན་བསྟན་འཛིན་རྒྱ་མཚོ་གིས་གནང་བཞིན་པ་དེ་ཡི་ལྷག་བསམ་མེད་པ་ཆགས་འདུག་འདི་ཚང་མ་གི། བློ་རྩེ་གཉིས་མེད་པ་སྤྱང་མགོན་བསྟན་འཛིན་རྒྱ་མཚོ་གི་དགོངས་པ་ལ་ཡང་དག་པར་གྱི་བརྩི་སྲུང་གནང་རོགས་ཞེས་ཞུ་ཡ་དང། ཨ་ནི་ང་རང་སོགས་བོད་གཞུང་དེ་ད་ལྟ་རྩ་འཛུགས་ཀྱི་ཡོད་དོ་རེད་ད། ལོ་འགའ་ཤས་ནང་ལ་ལོ་གསུམ་ཟིན་ལ་ཐུན་ཆད་པ་གཏོར་ནས་ཡ་བསྐུལ་མ་ཐོབ་རེད་དེ་ནས་གཞི་རིམ་མི་མང་གི་དཀའ་ངལ་སྦྱར་ནས་ད་ཐུན་ཆད་པ་དེ་བསྐུལ་ཐོབ་པ་ཙང་ཙི་རེད་བསྐུལ་ཐོབ་པ་ཙང་ཙི་གིས་ད་ལྟ་ཁྲིམས་དཔོན་སོགས་འདི་གིས་ལག་ལེན་གང་འདྲའི་བསྟར་གྱི་ཡོད་པ་དེ་ནི་ད་ལྟ་ངས་ཞུ་གི་མེད་དེ་འདྲས་ཡིན་ཚ་དེ་ངོ་སོ་བའི་གཞུང་དུ་ངེས་པར་དུ་རྩ་འཛུགས་དེ་སྲུང་སྐྱོང་བྱེད་དགོས་རེད། སྤེན་པ་ཚེ་རིང་སྐྱིད་ཕོ་གི་སྲུང་སྐྱོང་བྱེད་ཐོབ་གི་རེད་པས་ཟེར་ན་ནམ་ཡང་ཐོབ་གི་མ་རེད། ད་ལྟ་བཀའ་བློན་གསུམ་བཞེས་བསྐུལ་མ་གཏོགས་པ་དེ་འགྲིག་གི་འདུག་ཟེར་རེད་དེ་འགྲིག་ཡ་ཡོད་མ་རེད་འཐུས་ཤོར་ཆེན་པོ་འགྲོ་ས་རེད། དེ་དང་དེ་ནང་བཞིན་མ་འོངས་པར་བཀའ་བློན་ཆ་ཚང་འགྲིག་ཐོབ་པ་བྱེད་དང། ཡང་གི་ལྷག་པ་བྱེད་གྲོས་ཚོགས་དེ་ཡག་པོ་ཅིག་བསྐུལ་ཐོབ་པ་བྱེད་གལ་སྲིད་གྲོས་ཆོག་ད་ལྟ་གི་ནང་བཞིན་བྱེད་ཟེར་ན་དེར་གྲོས་ཚོགས་དེ་སྒོ་རྒྱག་དགོས་ཡག་གི་དུས་ཚོད་སླད་ན་མི་མང་གི་སྒོ་རྒྱག་དགོས་རེད་ཞུ་ཡག་ཡིན། དེ་མི་མང་ལ་དབང་བའི་གི་ལང་ལུགས་རེད་མང་ཚོགས་འགྲོགས་ལུགས་རེད། ཁོ་སྐབས་སྐབས་ལ་མི་བསད་སྐབས་སྐབས་ལ་སྟངས་འཇིག་བསད་ལ་སྟངས་འབེབས་རེད། ཚང་ཚང་ལ་དམག་རྒྱག་དགོས་རེད་ཚང་ཚང་ལ་དམག་འཚང་བཞག་དགོས་རེད་དེ་ནང་བཞིན་ངོ་སོ་བོད་སྤྱི་བ་དེ་འདྲ་ལ་ཕན་ཐོག་འདུག་བསམ་ན་ཨ་གྲོས་ཚོགས་དེ་འགུལ་བ་ཆེ། ཕན་ཐོག་མི་འདུག་ན་ད་ལྟ་ནང་བསྟན་རྙོག་གླིང་འགུལ་དགོས་ཡོད་མ་རེད་གྲོས་ཚོགས་སྒོ་རྒྱག་ན་མི་མང་གི་རྒྱག་ཤེས་ན་མི་མང་འཐུས་མི་བསྐུལ་ཆོག་གོ་རེད་མང་ཚོགས་འགྲོ་ལུགས་རེད་འོ་དུ་སོ་ཅི་གཅིག་གིས་གཅིག་ལ། ཨ་ནི་ཟུར་ཟ་དང་དམའ་འབེབས་ཨ་ནི་སྤང་ལྗོངས་མང་པོ་ཟོ་ཨ་ནི་སྤང་ལྗོངས་དང་ཧང་བཟོས་བྱེད་ཡ་མགོ་སྐོར་བཏང་རེད་བཤད་ཟིན་ན་ཨ་ནི་མགོ་འཕྲིན་མཁན་དུ་སོ་ཁ་ནུ་མ་ནུ་འདུག་འདི་བོད་སྤྱི་བ་རྩ་དོན་ནས་རྩ་དོན་བཤད་དོན་དག་དེ་དཔེ་ཤ་ཕྲན་བུ་གི་ཐུགས་ལ་སྐུ་ལ་རྒྱུག་པ་ན་ཚོགས་པ་སུ་དང་སུ་ཡིན་ན་ངོ་ཚ་བ་ཡིན་ཏེ། ཚོགས་པ་དེ་གའི་ལས་དོན་དང་དམིགས་ཡུལ་བྱ་སྤྱོད་ག་རེ་ཡིན་ཟེར་ན་བོད་བསྟན་པ་ཆབ་སྲིད་དང་ཡོངས་ཀྱི་ལྷག་པ་ཆེ་བོད་ནང་ལོ་ལ་ཉིན་ཐོ་བརྒྱད་ནས་བཟུང་སྟེ་མི་བརྒྱ་དང་ལྔ་བཅུ་ང་བརྒྱད་སུ་གཅིག་གིས་ད་སྐུ་ལུས་མེར་སྲེག་ཕུལ་བ་དེ་ཚོ་ད་ཁ་ཚ་དགོས་ཐུག་ལ་སྙིང་རྗེ་གཅིག་བསྐྱེད་ན་ཨ་ནི་ངོ་རོ་སོང་ལས་རྒྱུ་འབྲས་ཅིག་ཡོང་གི་རེད་ཚེ་འདི་ཕྱི་གཅིག་ཡོང་གི་རེད་ཨ་འདི་གཅིག་གིས་དཔང་པོ་འཕེལ་ཐུབ་མཁན་ཅིག་ཡོང་གི་ཡོད་དུས་ཚང་མ་གི་ཟེར་ཟེར་གནང་དགོས་གི་འདུག་མི་ཚོགས་པ་མང་དྲགས་ན་ག་ཕན་གི་མ་རེད་དེ་ཡིན་ཚ་དེ་ད་ཨོ་མན་ལང་གི་ཚོགས་པ་གི་ད་རེ་ཚོགས་ཆེན་སྐབས་དྲུག་པ་ཨ་ནི་རྒྱུན་ལས་སྐབས་བདུན་པ་བདམས་ཐོན་བྱུང་ནས་ད་གོམ་པ་མདུན་སྤོས་སྤར་དགོས་རེད་ཨ་ནི་ཨོ་མན་ལང་གི་ཐོགས་སུ་ནས་རྒྱ་སྤྱི་རྒྱ་ནང་གི་ཐོགས་སུ་ལ་ཞུ་གཏུགས་བྱེད་དགོས་གི་འདུག་ལས་འགུལ་སྤར་དགོས་གི་འདུག་ཚང་མ་གི་ད་ངོ་སོ་གོམ་པ་འདི་ལ་པོ་ཡག་གི་དུས་ཚོད་བླ་འདྲེ་རྒྱ་ཤི་རྒྱ་ཡག་གི་དུས་ཚོད་མིན་ཏེ། ཨ་ནི་རྣམ་པ་ཚང་མ་གི་ཧུ་ཐག་པ་ད་གནང་རོགས་ཞེས་ཞུ་ཡ་ཡིན། གཞན། གཅིག་ལ་ཕན་བ་དང་གཅིག་ལ་གནོད་པ་གང་ཞུ་ཡ་མེད་སོ་སོ་མི་སོ་སོ་སྣང་བ་སོ་སོ་རེད་མཛོ་སུམ་ཅུ་ར་བརྒྱ་དྲུག་ཅུ་རེད་སོ་སོ་ས་ནོར་གཏོང་ནས་བོད་སྤྱི་བ་གི་དོན་དག་ལ་སེམས་ཁུར་གཅིག་ཏུ་ཡོད་ན་ངོ་སོ་དེ་ནས་གཞི་ལུས་མི་མང་གི་ངོ་སོ་ལ་ཚུར་རེ་བ་རྒྱག་ནས་ངོ་སོ་ལ་རེ་བཅོག་བྱེད་དེ་ཨ་ནི་ངོ་རང་སོང་གི་རས་སྐྱོགས་དེ་བག་མེད་ཆོས་འཛིན་ལ་རྨ་ལྷོད་པ་བྱས་ནས་དང་དུ་འཛོམས་ནས། བོད་མི་ཞེ་བཤེས་གཉེན་དང་མཉམ་འཛོམས་ཡོང་ཡག་གི་ཚང་མ་གི་དམིགས་ཡུལ་དུ་བསྐྱངས་ན་ཨ་ནི་བོད་གི་བདེན་མཐའ་དེ་གང་མགྱོགས་སུ་གསལ་ཡག་གི་དུས་ཚོད་གླ་ཤག་རྒྱུ་མཚན་ག་རེ་རེད་ཟེར་ན། རྒྱ་མི་གུང་ཁྲན་སྦྲུལ་ལ་ཚོད་མ་ཟུག་པ་ན་ཞིག་ཆགས་དུ་ཡོད་རེད་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་དེ་ལ་དེའི་ཞལ་དུ་ལ་ད་དོ་རྒྱ་ཚོགས་པ་སྤྱི་ལོང་གཉིས་ལོང་བཞེངས་ཡོང་དགོས་རེད། ད་ག་ནང་ཆེ་ངན་པ་བླ་སྲོག་སྐྱིད་ལོང་གཉིད་ལོང་བྱེད་དགོས་རེད་ཨ་ནི། ལྡི་ལི་ཆུ་སྒང་སྐྱིད་ལོང་གཉིད་ལོང་བྱེད་དགོས་རེད་དུ་སྲོག་ལ་སྐྱེས་པ་གཅིག་རྒྱ་ཡོང་ས་དེ། སྤྲིང་པ་འདྲ་བོ་གཅིག་བྱེད་སྲིད་ན། རླུང་ག་ནས་རྒྱག་དགོས་འདུག་སྤྲིང་པ་ག་བ་ནས་འཁོར་དགོས་འདུག་ཁྱབ་པ་གི་ནས་ནས་བབས་ས་རེད་ངོ་རང་ཚོ་བརྟག་དཔྱད་བཏང་ན། ཤིང་མཁན་གྱི་རེད་དུ་ཡོད་རེད་ད་དེ་འདྲས་ཡིན་ས་དེ། བོད་མི་བརྒྱ་ཕྲག་མང་པོ་འབུ་རམ་མ་ཐོན་ཡོད་རེད་ཤེས་ཡོན་གྱི་ཆ་ཡོད་རེད་ད་སོ་སོ་སོ་སོ་གི་རང་མགོ་ག་ཐོན་བྱེད་ནི་ང་ལ་ཁོམ་པ་ང་ལ་མོ་ཏྲ་ང་ལ་དཔའ་འཇོག་ཡོད་སང་ཟིན་བྲིས་དེ་བྱེད་ཟེར་ན་ལས་རྒྱུ་འབྲས་ལ་རུང་གི་མ་རེད་ཚེ་འདི་ལ་ངོ་སོ་མི་ལེན་རྒྱུ་འབྲས་ཀྱི་གླེན་པ་རེད་དེ་ཚེ་ཕྱི་མ་ལ་མི་ལུས་གླེན་མ་དགོས་པ་རེད་ཚེ་སྔ་ཆུ་སྟེང་ཡོད་པ་དག་གསལ་པོ་གསལ་རྐྱང་ཚན་རིག་པ་གི་བརྟག་དཔྱད་བཏང་ཚར་དེ། སྐྱེ་བ་སྔ་ཆུ་ཡོད་པ་གསལ་པོ་ཆགས་ཡོང་དགོས་རེད་འོ་དུ་སོ་ཡིན་ཚར་དེ་ཁ་ཤས་ཀྱི་སྐྱེ་བ་སྔ་ཆུ་མེད་པ་ཟེར་ནི་ད་ལྟ་དོག་ཐོག་གི་བཤད་ཡོང་གི་འདུག་ཨ་དེ་སོགས་ཡོད་རེད་ཨ་ནི་སྤྱང་མགོན་རིན་པོ་ཆེ་གི་བཀའ་སློབ་དེ་ནི་ནོར་བུ་རེད་ནོར་བུ་དེ་ངོ་སོ་བདག་ཏུ་འཛིན་པ་ཤེས་ཚུལ་དང་ངོས་རང་སོགས་ཀྱི་བདེན་རྟགས་དེ་གཅིག་མགྱོགས་པ་གསལ་དགོས་རེ་ཞུ་ཡང་ཡིན། དོག་ཐོག་ལ་ཨ་ནི་ངོ་རང་སོ་མི་རེ་ངོ་རེ་ནས་དབྱེན་འབྱེད་འདྲ་པོ་དེ་བྱེད་ཚུལ་དང་རྣམ་དབྱེ་དང་པོ་ག་རེ་བྱེད་ཚུལ་རྣམ་དབྱེ་གཉིས་པ་ག་རེ་བྱེད་ཚུལ་རྣམ་དབྱེ་གསུམ་པ་ག་རེ་བྱེད་ཚུལ་ཁོ་སོགས་ཀྱི་བྱས་ཉེས་དེ་སོགས་ལ་གཅིག་བལྟ་ས་དེ་ཨ་ནི། བོད་བསྟན་པ་ཆགས་སྲེད་ལ་ཕན་པ་མ་ཡིན་པར་རོ་དགའ་ལྡན་ཕག་གི་བསྟན་པ་སྲུང་མཁན་མ་ཡིན་པ་ད་གསལ་པོ་གསག་རྐྱང་ཆགས་འདུག་དེ་ཨ་ནི་དགའ་ལྡན་ལྷན་ཚོགས་ཀྱི་དེབ་ཅིག་ཡོད་རེད་དེབ་དེ་དེ་རྣམ་པ་སོང་ཡང་གཟིགས་དགོས་རེད་དེ་དགའ་ལྡན་ལྷན་ཚོགས་ཀྱི་གདན་ས་སོང་གཙོས་པའི་གཏན་ལ་ཕབ་པའི་གི་དེབ་ཅིག་རེད་དེ་ག་རང་བཞིན་གདན་ས་ཁག་ནས་ཚུལ་བཞིན་བསྒྲུགས་ཡོད་རེད་ཨ་ནི་ཁྱོད་ནི་ཁྱོད་མེད་པར་རལ་དུ་བྱུང་བའི་གི་དམ་ཚིག་བརྟན་པོ་ཞེས་པ་ཞིག་ད་དུས་སང་གདན་ས་ནས་རྙོག་དྲ་མང་པོ་ཅིག་བར་ཅི་བྱས་ལ་ལྷོད་ཡང་ཕྱིན་ནས་ད་དག་སང་ལང་ཡང་ཁའི་དེ་འདྲས་ཀྱི་ཕྱག་ཏུ་བསྡུ་བའོ། དེ་འདྲས་ཡིན་ཚར་དུས་ད་སོང་དེ་དོ་རྒྱ་མཚོ་ཕ་གའི་གདན་ས་ཁང་ནས་ལག་པ་འཇོ་ཡོང་གི་འོ་རེད་དུས་སོགས་བླ་མ་དགེ་བཤེས་རྣམ་པ་སོགས་ཀྱི་མཁྱེན་པ་གནང་རོགས་ཞེས་ཨ་ནི་ཐུགས་རྗེ་ཆེ་དེ་རིང་གི་ཞུ་མཚམས་དེ་འདྲས་ཀྱི་མེད་འགྲོ།